ཚིག་བརྒྱ། ཤར་ཕྱོགས་སྤྲིན་བཟང་དཀར་པོ། འཇམ་པའི་བལ་དུ་སོང་ན། རང་སེམས་དགའ་བའི་མི་ལ། གོས་སྣ་རེ་རེ་བཟོས་བྱུང། ལྟོགས་དུས་ཉུང་མ་ཟས་པས། གྲང་དུས་ཕོ་བར་བརྒྱབ་བྱུང། དགའ་དུས་སྙིང་གཏམ་ཤོད་ས། སྐྱོ་དུས་དགྲ་རུ་ལངས་སོང། དབྱར་ཁ་ལུ་མ་གང་ཡོད། དགུན་ཁ་བལྟས་ན་མཐོང་ཡོང། བྱམས་པ་ཁྲི་གཞུང་ཡོད་མེད་བལྟས་ནས་མཐོང་རྒྱུ་མི་འདུག། སེམས་པ་སྐྱོ་ནས་བལྟས་ན་སྐྱོ་རོགས་སུ་ཡིས་བྱེད་དམ། གནས་བཟོད་བདེ་ནས་བལྟས་ན་ལྟོ་གོས་སུ་ཡིས་སྐྱོང་ངམ། གསེར་གྱི་སླ་ངའི་ནང་ལ་འབྲས་ཡོས་བརྔོ་རྒྱུ་བྱུང་ན། མི་བཞིན་ཚེར་མ་མི་དགོས། དགའ་ལྡན་མཁྱེན་པས་བརྔོས་ཆོག། མི་རྟག་འཆི་བ་རྐུས་སྐྱེས། ལོ་གསུམ་དགོངས་པ་གནང་རོགས། སྒྲ་གཅིག་བསྡུས་དགོས་མེད་ཀྱང། སྙན་གཅིག་སྐྱོང་དགོས་ཡོད་དོ། གསེར་གྱི་ཅོག་ཙེའི་སྟེང་ལ། གཡུ་ཡི་ཨ་བ་ནེ་ཛོ། ཆ་ཆང་འདོད་དགུ་འཛོམས་པའི། དངོས་གཞིའི་གསུང་རོགས་གནང་དང། རྟ་ཕོ་ཕྱག་གིས་གསོས་ཡོད། ནག་ཆུང་སྲན་མས་གསོས་ཡོད། རྟ་ཕོར་ངོ་ཚ་མི་འདུག། མི་མང་ཁྲོད་དུ་གཡུག་བྱུང། རྟ་ཕོ་ཕྱག་གིས་གསོས་ནས། རྐང་ཐང་འགྲོ་དགོས་བྱུང་ན། རྟ་ར་གྲུ་བཞིའི་སྟེང་ལ། རྟགས་དང་མ་རྟགས་མི་འདུག། ལྷ་མོ་བཟང་པོའི་བུ་ཕྲུག་དགེ་རྒན་བཟང་པོའི་དགེ་ཕྲུག་ས་ཕྱོགས་གང་དུ་སོང་ཡང་ཡར་ཞོ་མ་ཕེབས་གསུང་གི། ཕ་ཡུལ་ཕྱོགས་ནས་ཡོང་དུས་སུ་ཡང་དྲན་པ་མ་བྱུང། ལ་མོ་གཅིག་བརྒྱབ་གཉིས་བརྒྱབ་ང་ཡང་ཨ་མ་དྲན་བྱུང། དགའ་ན་དགའ་ཚད་འཛོམས་སོང་ཞིམ་ན་ཞིམ་ཚད་སྐྱག་ཞོ་ཞིམ་པའི་ཨ་རག་བདུད་རྩི་མཛེས་པ་མེད་པ་སྐྱག་ཞོ། དྲག་སྟེ་ནག་པོའི་སྟེང་ལ་ཕོ་རོག་ནག་པོ་བབས་སོང་ཕོ་རོག་ནག་པས་མ་ཚད་ལུང་པ་ནག་པོ་ཟོས་སོང། ཙནྡན་སྡོང་པོའི་སྟེང་ལ། ལྟས་ངན་འུག་པ་བབས་སོང། ཙནྡན་ལྕེ་སྣ་འཕངས་བ། འུག་པ་དམར་གསོད་གཏོང་བཞིན། བྲག་སྟོད་ཐོག་ལ་བཞུགས་པའི། རྒོད་པོ་ལྷ་སྐལ་ཚེ་རིང། ཤ་ལ་ཟ་ཟོས་མ་ཟིན། རུས་པས་བགགས་ནས་ཤི་སོང། དབྱར་ཁ་འོད་འགའི་དཀྱིལ་ལ། སྐྱེས་དང་མང་པོ་སྐྱེས་ཡོང། སྐྱེས་ཚད་ཞལ་ལ་མཆོད་ན། དུག་གི་ལོ་མ་འཕྲད་ཡོང། ཐུགས་རྗེ་ཆེ།